ཨ་དེ་ནས་སྡིག་སྒྲིབ་སྦྱོང་ཡག་གི་ཐོག་ལ་ཆ་བཞག་ན་ཡང་བྱང་ཆུབ་ཀྱི་སེམས་སེལ་ཡག་དེ་ཤེས་འོ་གཅིག་གི་ནུས་པ་ཆེན་པོ་ཆགས་ཀྱི་ཡོད་རེད། དེ་ཡང། སྡིག་པ་ཤིན་ཏུ་མི་བསད་བྱས་ན་ཡང། དཔའ་ལ་བརྟེན་ནས་འཇིགས་པ་ཆེན་པོ་ལྟར། གང་ལ་བརྟེན་ནས་ཡུལ་གྱི་འགྲོས་འགྱུར་བ། དེ་ལ་བག་ཅན་རྣམས་ཀྱིས་ཅིས་མི་བརྟེན། འོ་ད་སྡིག་སྒྲིབ་སྦྱོང་བ་ཡང་བྱང་ཆུབ་ཀྱི་སེམས་སྒོམ་པ་ལ་ལྷག་པ་ཅིག་མེད་པ་རེད། དེས་ནི་དུས་མཐའི་མེ་བཞིན་སྡིག་ཅན་རྣམས། སྐད་ཅིག་གཅིག་གིས།

དང་སེམས་ཅན་ལ་སྲོག་གཅོད་པ་དང། ནི་མ་བྱིན་པ་ལེན་པ་དང། བཙན་གཡེམ་བྱེད་པ་དང། རྫུན་བཤད་པ་དང། ཕྲ་མོ་སྨྲ་བ་ལ་སོགས་པ་དེ་དང་དེས་མཚོན་པའི་གང་ཟག་སྒོ་གསུམ་གྱིས་སེམས་ཅན་ལ་གནོད་པ་བྱེད་ཤེས་པ། འདི་འདྲི་གཅིག་གི་ཐག་ནས་ཡོངས་བདེ་བ་སྟེགས་པའི་རིགས་རུ་གཅིག་ཏུ་བ་དང་གང་ཟག་ཡར་ཕྱོགས་གསུམ་དུ་བསྟན་པ་མར་སེམས་ཅན་ལ་བསྟན་བདེ་བའི་སྟེགས་བུ་བྱ་སྟེ་བར་བ། ས་དང་དེ་བྱང་ཆུབ་སེམས་སུ་བལྟ་སྟེ།

ས་དེ་འདྲ་ཡིན་དུས་ས་ནས་ཨེ་ནི། ཡར་ཅིག་ཞིང་གོང་མ་གཅིག་ཕྱོགས་གསུམ་ལ་བསྟན་ནས་ཡོངས་དེ་ཡང་གི་སྡིག་པ་དེའི་དེ་ཡང་དེ། ཕྱོགས་གསུམ་ཐང་དུ་ལབ་པ་ས་ནས་མི་འདུག་ཕྱོགས་གསུམ་གི་གོ་འཕང་མངོན་དུ་བྱེད་ཀྱི་ཡིན་ཟེར་ཡ་བྱས། ས་ད་དེ་དད་པ་ཤུགས་ཆེ་ཤོས་དེ་རེད། ད་ཡང་དད་པ་ཙམ་མ་ཡིན་པས་མངོན་འདོད་ཀྱི་དད་པ་ཤུགས་ཆེན་པོ་ཞིག་སླེབས་ཡོང་ཡིན་དུས་ས་ནས་དེ་ཕལ་ཆེར་ཕན་ས་རེད། ས་དེ་འདྲ་ཡིན་པ་ཡིན་དུས་བ་ད་ག་ད་བྱང་ཆུབ་ཀྱི་སེམས་ཀྱི། ཅིག་སྡིག་པ་སྦྱོང་ཡ་ད་དེ་ལ་ལྷག་ཡོད་མ་རེད་སོང་རེད།

ད་ཡིན་ནའི་འགྲོ་འགྲོ་བ་ད་ཆ་དད་གོ་ཡི་དེ་གང་འདྲ་བས་ད་འགྲོ་བའི་བྱ་བའི་འགོ་བཙུགས་ནས་ཨེ་ནི་ད་འགྲོ་བའི་བྱ་འགྲོ་བའི་བྱ་བ་ལ་སློབ་བཞིན་པའི་སྐབས་གཉིས་པོ་དེ་ལ་གཉིས་ཀ་ལོག་ལ་ཡང་འགྲོའོ་སྙམ་པའི་བློ་ཡོད་པ་མཚུངས་པ་རེད་དེ་ཡིན་ནའི་ཁྱད་པར་དེ་གཅིག་ལ་ཡང་འགྲོའོ་སྙམ་པ་ཙམ་གྱིས་བསམ་བློའི་ནང་ནས་ད་འགྲོ་གི་ཡིན་བསམ་པ་ཙམ་མ་གཏོགས་དངོས་སུ་འགྲོ་ཡག་གི་བྱ་བས་ཟིན་མེད་པ་བྱས་ད་འགྲོའོ་སྙམ་པའི་བློ་གཉིས་པ་དེ་ལ་ཡང། འགྲོའོ་སྙམ་པ་རྫོགས་དང་མ་ཟད་པའི་འགྲོ་ཡང་གི། ཨེ་ནི། བྱ་བས་དང། བྱ་བ་དང་བཅས་ཤིང་པར་བྱེད་ཀྱི། དཔེ་འདི་ནང་བཞིན་བྱས་ནས། དེ་བཞིན་མཁས་པས་འདི་ཉིད་ཀྱི། བྱེ་བྲག་རིམ་བཞིན་ཤེས་པར་བྱ། རྣམ་རྒྱལ་རྒྱལ་བའི་གོ་འཕང་ཐོབ་པར་ཤོག། བསམ་པ། རྣམ་རྒྱལ་རྒྱལ་བའི་གོ་འཕང་ཐོབ་ན་ཅི་མ་རུང་སྙམ་པ། དེས་སམ་ཞིག། སེམས་བསྐྱེད་དེ་ལ་མོས་སེམས། ད་ཡང་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་པའི་ཕྱིར་དུ། དྲི་ཆུ་སེམས་པའི་སྤྱོད་པ་ལ་སློབ་པར་མཁས་ལ་དམ་བཅས་ནས། དྲི་ཆུ་སེམས་པའི་སྡོམ་པ་བླངས་ཕན་ཆད་ནས། དངོས་སུ་ཀ་སུ་རི་པི་ཀའི་སྤྱོད་པ་ལ་ཡང་སློབ་བཞིན་པའི་སྐབས་ཡིན་ནི་མིན་ནི། གང་དག་ཡིན་ནི་སྤྱོད་པ་ལ་སློབ་ཡག་དང་ཁས་ལེན་དམ་བཅའ་བྱས་ནས་དང་སློབ་པ་ལ། སྤྱོད་པ་ལ་ཡང་དངོས་སུ་སློབ་ཡག་གི་དང་བི་གའི་འགོ་བཙུགས་ཟིན་པ་ཡིན་དུ་བྱ་ནས་འོ་དེ་ཕན་ཆད་ཀྱིས་ནི་ཆ། སེམས་ཀྱིས་དེ་ལ་འཇུག་སེམས་ཟེར་གྱི་བ་རེད། ནི་སོང་ཡིན་པ་རེད། ཨ་ད་དེ་ནི། ཨ། དེ་བཞིན་ཁས་མེད་ནི་ཞི་རང་རིམ་བཞིན་ཤེས་པར་བྱ། དང་གཞན་ཡང། མངོན་རྟོགས་རྒྱན་དང